ངེད་ཀྱི་ལྷོ་མ་གཅིག། ལྷོ་ཨ་མེ་རི་ཀ་རེད་ལྷོ་ཨ་མེ་རི་ཀ་གཅིག། མ་ནི་ཞེ་དྲག་འདོན་གི་རེད་གཞན་ཞེ་དྲག་ཤིང་གི་མ་རེད། སྐྱེས་སྨན་རེད། ཡོད་དུ་སྐྱོ་པོ་རེད་དེ་འདྲའི་ཕྱུག་པོ་དང་དེ་འདྲའི་རྫིག་པོ་དང་གང་མ་རེད། ཡིན་ན་ཡང་དང་ལས་ཀ་ལེན་མཁན་དཀའ་ལས་རྒྱབ་ནས་འཚོ་བ་སྐྱེལ་མཁན་དེ་འདྲ་རེད། ད་མོ་ཨོ་མ་ནི་པེ་མ་ཧོང་ཞེ་དྲག་འདོན་གི་རེད། ད་མི་ནས་མ་ལ་ཨ་ནི་པེ་མ་སི་པ་གི་ཉེན་ཁ་ཆེན་པོ་ཡོད་རེད་བ། སྲོག་གི་ཉེན་ཁ་ཞེ་དྲག་ཡོད་རེད་བ།

གར་གོང་ཡིན་ན་ད་ཅི་མཐོང་ཡོད་ཅེས་རེ་བ། བྱིན་རླབས་རེ་བ་འདི་བྱིན་རླབས་རེད་བྱིན་རླབས། དེ་མེད་ན་མོ་ཚ་ཚ་རེད། རེ་བ། ཨོ། དུམ་བུ་དུམ་བུ་དུ་མི་ཆུ་ལ་གཡུག་ཚར་ཡོད་ཅེས་རེད་དེ་འདྲས་བྱེད་ཀྱི་འདུག་ག་དེ་འདྲས་བྱེད་ཀྱི་འདུག་ག། དེ་དེ་འདྲས་རེད། དེ་འདྲ་ཡིན་དུས་དེ་བྱིན་རླབས་དེ་འདྲ་བྱེད་འདུག་ག་དེ་ཁ་ནས་ཡོང་གི་ཡོད་རེད་དེ་བྱིན་རླབས་དེ་ག་པར་ཡོད་རེད། དེ་བྱིན་རླབས་དེ་སངས་རྒྱས་བཅོམ་ལྡན་འདས་ནས་ང་རང་ཚོ་བོད་ལ་ད། ལ་ལ་འདྲ་དགེ་དཔལ་འགྲུབ་རྣམ་པ། དེ་ནས་གུ་རུ་རིན་པོ་ཆེ། ད་དེ་ཚོ་གི་རྒྱུད་རྣམས་ཕེབས་ཡོང་བས་ཀྱི་དེ་ནས་ད་བརྒྱུད་པ་སྟེ། དེ་ནས་དེ་ཁང་ན་ཅིག་རིན་པོ་བཀྲ་མ་ལ་ཤི་ལ་སྟག་ཤི་ལ། ད་དེ་ཚོ་གང་ག་ནས་ཕེབས་ཡོང་བས་ཀྱི་དེ་ནས་བརྒྱུད་པ་སྟེ། ད་དེ་ཚོ་གང་ག་དེ་བསྟན་པ་སྔ་དར་བསྟན་པ་བར་དར་ཡོད་རེད་དེ་བསྟན་པ་ཕྱི་དར་དུས་ཆེན་བསྟན་པ་སྔ་དར་དང་ཕྱི་དར་རང་ཟེར་དེ་གི་རེད་བ་གང་ལྟ་ཡང་ད་དེ་འདྲའི་ཕྱི་ནས་དེ་ནས་ཕེབས་ཡོད་རེད་དེ་ཚོ་གང་གི་གི་སྟེང་ནས་བརྒྱུད་པ་བར་མ་ཆད་པ་ད་དེ། དཔེ་ཆ། བློ་ཤེས་ཙམ་གཅིག་གིས་མ་འགྲེལ་བཤད་རྒྱག་བསྡད་པ་དེ་འདྲ་མ་རེད། ཨོ། བླ་སྨན་གྱིས་སློབ་མ་ལ་རྗེས་སུ་བཟུང་ནས། སློབ་མས་བླ་མ་ལ་དེ་ནས་གསོལ་བ་བཏབ་ནས་དེ་ནས་ཆོས་ཞུ། ཆོས་གནང། ཆོས་ཐོབ། སོ་སོས་གི་དེ་རྒྱུད་ལ་སྦྱར། ཉམས་སུ་ལེན། ཉམས་སུ་ལེན་པ་ལ་བརྟེན་ནས་དང་པོ་ཉམས་ཤར། ཉམས་སྣ་ཚོགས་པ་ཤར། ཉམས་ཀྱི་བར་ཆད་ཀྱི་དབང་དུ་མ་འགྲོ་ནས་ཉམས་ལས་ཞེན་ཆགས་མ་ཞུགས་ནས་དེ་ལས་རྟོགས་པ་རྒྱུད་ལ་སྐྱེ། དེ་འབྲེལ་གྱི་རྒྱུད་དཔེ་གྱི་བྱིན་རླབས་དེ་ཡེ་ཤེས་སོ་སོར་དད་པའི་སྡོམ་པ་གྱི་རྒྱུད་པ་ན་བྱང་ཆུབ་སེམས་དཔའི་ལྷ་སྤགས་ཀྱི་རྒྱུད་པ་གསང་བ་སྔགས་ཀྱི་དམ་ཚིག་གི་རྒྱུད་པ་དབང་གི་རྒྱུད་པ་ལུང་གི་རྒྱུད་པ་ཁྲིད་ཀྱི་རྒྱུད་པ་ཤེས་པ་གྱི་རྒྱུད་པ་རྩོད་པ་གྱི་རྒྱུད་པ། ཚང་མ་ཡོད་རེད་དེ་ཚང་མ་མ་ཉམས་པ་ལ་བརྟེན་ནས་དེ་ནི་བྱིན་རླབས་ཡོད་རེད་བ། བརྒྱུད་པ་མེད་ན་བྱིན་རླབས་ག་བ་ཡོད་རེད་ཡོད་མ་རེད་བ། བྱིན་རླབས་ཟིན་མཁན་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་རེད། དེའི་གི་བྱིན་རླབས་དེ་དེ་ནི་ང་རང་ཚོ་ལ་ང་རང་ཚོ་གི་ལུས་ངག་ཡིད་གསུམ་རེད་ད་ང་ས་བོན་དེ་ང་ཚོའི་ལུས་ངག་ཡིད་གསུམ་རེད། དེ་ལ་ཐོབ་ཡོང་བར་བ་དེ་ཐོབ་ཡོང་དུས་ག་སོ་ང་ཚོའི་ལུས་ངག་ཡིད་གསུམ་དེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་གྱི་བྱིན་གྱིས་བརླབས་ནས་དེ་ཀྱི་བྱིན་རླབས་དེ་རང་གི་རྒྱུད་ལ་ཡོད་དུས་ཨ་ནི་དེ་ལ་བརྟེན་ནས་ཨ་ནི་གཞན་ལ་ཡང་ཕན་ཐོགས་པ། རང་གི་ཆོས་ལ་ཡང་བར་ཆད་མེད་པ་རེད་བ། ཨ་ནི་དཔེ་ཆ་ག་ཚད་ཤེས་ན་ཡང་དེ་ལ་བརྟེན་ནས་ང་མཁས་པ་ཡིན་ང་སུ་གང་གི་བླ་མ་མི་མཁས་བསམ་པའི་ང་རྒྱལ་མེད་པ། ལ། དཔེར་ན། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ནམ་མཁའ་ལྟ་བུ་རྒྱ་ཆེན་པོར་བ། དེ་ནི་ང་རང་ཚོས་དཔེ་ཆ་ག་ཚད་ཤེས་ན་ཡང་དེ་གི་དུམ་བུ་གཅིག་ཆ་ཤས་གཅིག་ཤེས་ཡོད་རེད་མ་གཏོགས་ཀྱི་ཆ་ཚང་མ་ཤེས་ཡོད་མ་རེད་བ། ཆ་ཚང་མ་ཤེས་ན་ང་ཚོས་སངས་རྒྱས་ཚར་བ་རེད། ཕ་རོལ་ཏུ་ཕྱིན་ཚར་བ་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་ཚར་བ་རེད།

དེ་ལ་བརྟེན་ནས་དེ་ནི་དམ་པ་གསུང་དགོས་ཀྱི་རེད། དམ་ཚིག་བསྲུང་དགོས་ཀྱི་རེད། བྱང་ཆུབ་ཀྱི་སེམས་བསྐྱེད་རྣམ་པར་དག་པ་དགོས་ཀྱི་རེད་དེ་བསྲུང་དགོས་ཀྱི་རེད། དེ་གསུངས་པ་དེ་དཔེ་གལ་ཆེན་པོ་རེད། དཔེར་ན། དེ་ནས་གོང་གསལ་སྐྱབས་མགོན་ཆེན་པོ་གིས་དེ་ནི་ད། བཟང་སྤྱོད་ཀྱི་ཆོས་ཟེར་ནས། དེ་ནི་སྤྱོད་པ་བཟང་པོ་གྱི་ཆོས། དེ་ནས་ད་ང་རང་ཚོས་ད་ཆོས་ལུགས་ཀྱི་ཆོས་དང་མ་འདྲེས་པ། བཟང་སྤྱོད་ཀྱི་ཆུ་བོའི་ཟེར་ནས་བཀའ་གནང་འདི་ག་འདུག་ཨ། དེ་ང་ཚར་མང་པོ་བཀའ་སློབ་དེ་ང་ཚར་མང་པོ་ཉན་པ་ཡིན། ཡང་དང་ཡང་དུ་ལས་ཉན་པ་ཡིན། ད་དེ་དེ་གཞི་བཞག་ནས་ཨ་ནི་སློབ་གྲྭ་ཆེན་པོ་དེ་ཚོ་གི་ཨེ་མོ་རི་ལ་སོགས་པ་དེ་ཚོ་གི་ནང་ནས་དེ་ནི་སྲིད་ལས་ནིང་ཟེར་མཁན་འདྲ་པོ་དེ་འདྲའི་རྒྱ་ཆེན་པོ་བཟོས་བཞག་དེ་ཚོ་གང་ག་ལས་དེ་ནི་ག་ལ་གང་འཚམས་གོ་བསྡུར་བྱས་པ་ཡིན།

བོན་པོ་སྟེ་བོད་གངས་ཅན་ལྗོངས་ཀྱི་གནའ་བོའི་གུ་ཆོས་རུ་པདྨ་གུ་རུ་རིན་པོ་ཆེ་མཁན་སློབ་ཆོས་གསུམ་གྱི་སྐབས་སུ་ལ་བཟླ་བྱ་སྤྱད་ནས་སངས་རྒྱས་ཀྱི་བསྟན་པ་དང་མཐུན་པ་སེམས་ཅན་ལ་ཕན་ཐོགས་པ་འདི་འདྲ་ཡིན་པའི་སྐབས་སུ་སོར་བཞག་གནང་བྱ་བ་རུ་པདྨའི་མཁར་ཐང་ལ་བཟླ་བྱ་སྤྱད་ནས་སོར་བཞག་གནང་བྱ་བ་རུ་པ་དེ་འདྲ་ཡིན་དུས་དེ་ལྟར་ན་འདི་ནང་པ་གུ་ཆོས་དང་ཁྱད་པར་ཅི་ཡང་མཐོང་གི་མི་འདུག་ང་རང་གིས། དེ་ནི་ངས་རྟག་པར་ཞུ་གི་ཡོད། ང་ལ་བོན་གྱི་རྩ་བའི་བླ་མ་མེད། རེད་བ། ཡིན་ནའང་ངས་བོན་གྱི་དཔེ་ཆ་མང་པོ་བལྟ་མྱོང། ཀློག་མྱོང། ཁྲིད་མ་མྱོང་སོགས་ཀློག་མྱོང། དེ་ལས་ཁོང་རྣམ་པ་ལ་ཕྱག་རྒྱ་ཆེན་པོ་འདུག་རྫོགས་པ་ཆེན་པོ་འདུག་དབུ་མ་ཆེན་པོ་འདུག་ཤེར་ཕྱིན་འདུག་གང་གང་འདུག་བ། དེ་ནི་ཨ་ནེ་བཀའ་བསྟན་སྙིང་ཉེ་གི་ཆ་ཚང་ཐབས་ཤེས་བྱས་པ་ཡིན། ཁོང་རྣམ་པས་ཀྱི་བཀའ་བསྟན་གསུང་གི་འདུག་བ། བཀའ་བསྟན་ལ་པོད་ལྔ་བརྒྱ་ལྷག་ཙམ་གྱི་འདུག་བོ། དེ་འདྲའི་འདུག། དེ་འདྲ་ཡིན་དུས་ཧ་ཅང་གི་རྩ་ཆེན་པོ་རེད། ད་དུང་དེ་བདུན་ཅུ་དོན་ལྔ་ལ་སླེབས་དུས་སྐབས་སུ་ལ་ཁ་ག་ཡོད་ཡོད་མ་རེད། དེ་ནས་བདུན་ཅུ་དོན་དྲུག་ནས་འགོ་བཙུགས་ནས་ད་གཞིམ་ནས་ཉིན་དང་དཔའ་བོང་ཤེས་རབ་གླིང་བར་གྱི་ལ་ད་བཤད་སྒྲུབ་ཀྱི་སྡེ་ག་ལ་གང་འཚམས་ཀྱིས་དེ་ནས་གྲུབ་ཡོད་རེད། དེ་ཡང་གོང་ས་སྐྱབས་མགོན་ཆེན་པོ་གྱི་བཀའ་དྲིན་རེད། དེ་བ་ན་གཞན་གྱི་དེ་ནས་ད་འདི་ན་བླ་མ་སྐུ་བགྲེས་རྣམ་པ་ཚོ་ད་གཉིས་མ་གཏོགས་གང་ག་རྫོགས་ཚར་བ་རེད་ངའི་རྒན་ལགས་དེ་དགུང་ལོ་བརྒྱ་དང་ལྔ་རེད་ཁོང་བཞུགས་ཡོད་རེད།

དེ་རེད་དེ་འདྲ་བྱས་ན་དཀའ་ལས་སྦྱར་ནས་ཡོང་གི་རེད་མ་གཏོགས་གི་ཆར་པ་གཅིག་བབས་ཡོང་དུས་སྐབས་སུ་ལས་ཤ་མོང་ཐམས་ཅད་སྐྱེ་ཡོང་གི་འདུག་བ་དེས་ན་གཞི་འཆིང་སྐྱེ་ཡོང་གི་མ་རེད་ད་འོ་རྡོ་རེ་རེ་བཞིན་པའི་ས་ཕག་རེ་རེ་བཞིན་པའི་རུ་བ་ལ་བརྩིགས་དགོས་རེད་འོ་རེད་ད་དེ་འདྲ་བྱས་ནས་ལས་དགོས་རེད་དེ་ཚོ་གང་གཱ་ཡིན་ན་དཀའ་བ་སྐྱེ་ཡོང་རེད་དེ་ཚོ་ད་དཀའ་བ་སྐྱེ་མཁན་མི་དེ་ཚོ་ཧ་ཅང་གི་དེ་ནི་གཟི་བརྗིད་ཆེན་པོ་རེད་ཁོང་ཚོ་སོ་སོ་ལ་ཉིན་ལ་གཅིག་རག་ཡོད་མ་རེད་ད་ཉིན་ལ་གཅིག་ཉི་མ་གཅིག་གི་ལ་གཅིག། ཨོ་བསྟན་པ་རང་གི་དོན་དག་སོ་སོ་གི་ཆོས་དང་རིག་གཞུང་གི་དོན་དག་རང་ལ་བསམ་བློ་བཏང་ནས་དེ་ནི་ལས་ཡོད་རེད་དེ་འདྲ་ཡིན་དུས་ཁ་ཚོད་ཧ་ཅང་གི་ཧ་ཅང་གི་གཟི་བརྗིད་ཆེན་པོ་རེད་ཁོ་ཚོ་ང་ཚོ་གི་མེས་དཔོག་གི་གྲས་ལ་ཏན་ཏན་རང་བཞིན་གི་ཆགས་ཏེ་ཡོད་རེད་ད་གང་ལྟར་ཡང་དེ་འདྲ་ཡིན་དུས་དེ་ནི་ད་ང་རང་ཚོ་ཁྱེད་རང་ཚོ་གཞོན་སྐྱེས་རྣམ་པ་ཚོ་གིས་དེ་ནི་བོད་ཀྱི་རིག་གནས་འདི་ནི་བསླབ་ཀྱི་ཡོད་རེད།

ད་ད་ག་ཆེ་ཤོས་ཅིག་ངས་ག་རེ་ག་པོ་ཆེ་ལ་ནན་ཏན་ཅིག་ནས་ཞུ་ཡག་ག་ཡིན་འདུག་ཟེར་ན་དེ་ནི་ཆོས་ཀྱི་སྙིང་པོ་སྟེ་རྒྱུད་པ་རེད་ད་རྒྱུད་པ་འོ་དེ་དེ་ནས་དགེ་རྒན་རྣམ་པ་ཚོ་དང་དགེ་བཤེས་རྣམ་པ་ཚོ་དེ་ཚང་མ་གི་གནང་འདུག་ཡོད་རེད་ཁྱེད་རང་ཚོ་གི་དེ་ལ་དང་བ་དང་འདོད་པ་དང་ཡིད་ཆེས་དང་དོད་ཡིད་ཆེས་གསུམ་གི་དད་པ་གི་སྒོ་ནས་དེ་ནི་སོ་སོ་གི་རྒྱུད་ལ་སྦྱར་ནས། དེ་བདག་པོ་བརྒྱག་དགོས་རེད་མ་གཏོགས་ཀྱི། དེ་ནི་ཁྱེད་རང་ཚོ་གི་ཆོས་ཤེས་བསྡད་པ་དེ། དཔེར་ན་གོས་གོན་བཞག་པ་འདྲ་པོ་ཅིག་ཆགས་ཀྱི་མ་རེད་ད། རེད་བ། གོས་ཅིག་ཡིན་ན་འཚེམ། འདུག་སྟེ་བརྒྱབ། ཨ་ནི་གོན། ཏག་ཏག་འགྲིག་ཚར་རེད་བ། ད། ཤུ་གུ་གཅིག་ལ། ཆུ་ལ་སྦངས་ནས་རློན་པ་བཟོ། དེ་འདི་འདྲའི་ཞིང་ཆུ་གོན་པ་ཡིན་ན་རྟག་པར་དམ་པས་འབྱར་གྱི་རེད་བ། ཨ་ནི་ཕྱི་ལོགས་ལ་ཉི་མ་ནང་འགྲོ་ནས་ཆུ་དེ་སྐམ་ཚར་ན་རླུང་ཅིག་འབྱར་ན་ཡོད་མ་རེད་དུ་ལོ་ཡོད་མ་རེད་ཚར་ཚར་རེད་དེ་ནང་བཞིན་རེད། རྒྱུད་ལ་མ་འབྱར་ན་ཨེ་ལི་ཆོས་ཀྱི་བྱིན་རླབས་འཇུག་གི་མ་རེད་བསྟན་པ་འཛིན། ལུས་འཛིན་ཐུགས་མ་འདའ།